དེ་རིང་དྲ་ལམ་བརྒྱུད་ནས་རྣམ་པ་གླེང་མཁན་ཚང་མའི་མདུན་དུ་ང་ཚོ་བཅར་དགོས་ཡས་འདི། བོད་ཀྱི་དཔེ་མཛོད་ཁང་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་དུས་ཚོད་དེ་ཆགས་ཏུ་ཡོད་དུས། ཨེ་ནས་ལས་རིམ་མང་པོའི་ནང་ལོགས་ནས་གལ་ཆེ་བ་གཅིག་ཨེ་ང་ཚོ་ལོ་ལྔ་བཅུ་འཁོར་བ་ཡིན་ཙང་ཉུང་མཐའ་ལ་ཡང་དུས་སྟོན་འདིའི་སྐབས་ལ་ད་ཅིག་བོད་ཡིག་དང་ཨིན་ཇི་ཧིན་དི་སྐད་ཡིག་བསྡུས་ཚུལ་ཐོག་ནས་དེབ་ལྔ་བཅུ་ས་ཅིག་འདོན་ཡའི་འཆར་གཞི་ཡོད་པ་ནང་བཤད་བྱས་ནས་དེབ་ལྔ་ཁ་ཚ་ངོ་མ། སྐྱེ་འཕེལ་ཤུལ་ཚར་བ་དེ་འདྲས་ཡིན། དེ་རིང་ཡང་དེ་ལ་དེབ་བཅུ་གཉིས་ས་ཅིག་ལྟ་གསར་དུ་འབྱོར་སོང། བྱེས་དུས་དེ་ང་ཚོས་དབུ་འབྱེད་བྱེད་ཡས་དང་ཨེ་ནས། དེ་ཡང་དེ་རིང་ང་ཚོ་སྡེ་ཚན་སོ་སོའི་འབྲེལ་ཡོད་སོ་སོ་ནས་ཕྱག་ལས་གང་གནང་མཁན་དེ་གས་དེ་འདྲས་ཞུས་ནས་ཨེ་ནས་དེབ་དེ་དབུ་འབྱེད་དང་ངོ་སྤྲོད་སྙིང་བསྡུས་སྙིང་བསྡུས་བྱས་འདུག་ཟེར་ཡིན། ད་དང་པོ་དེ། ད་ལྟ་ངེད་ཀྱི་འདིའི་ཨིན་ཇིའི་སྐས་སྒང་ལ་ཡོད་མཁན་དེབ་ཁ་ཤས་ཅིག་ངོ་སྤྲོད་བྱེད་ཅིག་ན། ད་དེབ་འདི། གངས་རིན་པོ་ཆེ Mount Kailash The White Mirror ཟེར་བྱེད་དེ། དེབ་འདི་ཡིན། གཉིས་པ་དེ། བལ་ཡུལ་དོན་གཅོད་ཟུར་པ་རིན་ཆེན་ཐར་ལོ་ལ། ཕྱིས་སུ་ཨ་ནེ་ཡི་བོད་ཀྱི་དེབ་གཟའ། ནིའུ་ཡོག་ལ་རྒྱུན་རིང་བཞུགས་མཁན་དང། ཕྱག་ལས་མང་པོ་གནང་མྱོང་མཁན་ཁོ་རང་སྤྱི་དང་བལ་ཡུལ་གྱི་ས་ཆ་དང་གནས་དེ་ཚོ་རྒྱུས་ཡག་པོ་ཡོད་ཙང། ལོ་མང་རིང་ལ་ཨེ་ནེ་སྐུ་ལས་སྐྱོན་བྱས་ནས་ད་བལ་ཡུལ་གྱི་གནས་ཤེས། དབྱིན་ཇི་དང་བལ་ཡུལ་གཉིས་ཀ་སྒང་ལ་ཡག་པོ་ཞིབ་ཕྲ་བྲིས་གནང་ཤག་ཨེ་ནེ་དེབ་ད་ལྟ་དབྱིན་ཇི་སྒང་ལ་དེབ་གཉིས་པ་དེ་འདི་ཡིན། དེབ་གསུམ་པ་དེ། Reviews on Tibetan Political History ཟེར་བོད་ཀྱི་ཆབ་སྲིད་ཀྱི་ཐོག་ལ་བསྐྱར་ཞིབ་ཟེར་ཅིག་དེབ་དེ་སྤྱི་སྟངས་ང་ཚོ་གི་འདིའི་ནང་དོན་གྱི། གཙོ་མང་པོ་ཅིག་སྔོན་མ་ནས་ང་ཚོའི Tibet Journal ནང་དོན་ཚར་བ་ཅིག་རེད། ཡིན་ན་མཚམས་རེ་ང་ཚོས་ཀྱིས་ག་རེ་ཡོང་གི་འདུག་ཟེར་ན། གཅིག་དུས་དེབ་འདྲ་བོ་དེ་འདྲའི་གཅིག་ནང་ལ་ཐེངས་གཅིག་བཏོན། ཨེ་ནས་དེབ་དེ་པའི་གཉིས་རེ་གཅིག་ཉལ་བྱས་ནས་འདི་བཙལ་ནས་ཧ་མ་གོ་བ་ཆགས་འགྲོ་དུས། ཨེ་ནས་ང་ཚོས་ལྷག་པར་དུ་དེང་སང་གི་བོད་པའི་གི་ད་ཆབ་སྲིད་དང་གནས་སྟངས་དུས་ཚོད་ཐོག་ལ། ང་ཚོ་བོད་པ་རང་གི་ཤེས་གསལ་ཙམ་མ་ཡིན་པར་ཕྱི་རྒྱལ་མི་གིས་ག་རེ་ག་རེ་བྱེད་ཀྱི་འདུག་ཟེར་རབས་དེ་ཚོ་རིག་སྟེ་དམིགས་བསལ་གྱིས་དོ་སྣང་བྱེད་དགོས་ཅིག་ལྷག་པར་དུ་དེང་སང་དུས་ཚོད་འདི་འཁྲུག་ཆེན་ཆེན་པོ་ཤོད་ཀྱི་ཡོད་དུས། ཨ་ནི་ང་ཚོ་ལོ་གཞོན་པ་ཚོས་ཡིན་ན་ཅིག། སྤྱི་བཏང་ང་ཚོ་བོད་རང་བཙན་རེད་ཟེར་སླ་བ་ཡིན་ནའི་ཁོ་ཐུབ་ཐང་ཡོད་རེད་དེ་རང་བཙན་ཡིན་ཐང་ག་རེ་རེད་ཟེར་དུས། ཅིག་དོན་ཚན་བརྒྱད་དགུ་བའི་གྲངས་ཐུགས་ལ་མ་བཏུབ་བྱས་དེ་ངས་དེ་འདྲའི་ཡུན་གུ་དོ་བ། དེ་འདྲའི་ཡིན་དུས་ད་དེ་འདྲས་ཀྱི་ཕྱི་ནང་མི་རིགས་ཚང་མས་ཀྱི་དུས་ཚོད་སྐོར་ལ་ཐུགས་སྣང་ཡོད་ཡིན་བྱས་དུས། ཨ་ནི། ཨ་ནི་བོད་ཀྱི་ཨ་ནི་ཆབ་སྲིད་ཀྱི་ལོ་རྒྱུས་བསྐྱར་ཞིབ་ཟེར་ཅིག། རྩོམ་མང་པོ་ཕྱོགས་བསྡུས་བྱས་ཤ་བ་ཅིག། དེབ། དེ་ཡིན་ད་ཨིན་ཇི་གང་ལ་དེབ་གསུམ་འདུག་བཤད་ད་དེའི་རྗེས་ལ་བོད་ཡིག་གང་ལ་དེབ་དཔར་སྐྲུན་བྱས་པ་དེ་སངས་རྒྱས་ལགས་ཀྱིས་དེ་འོས་ཇི་གནང་རོགས་གནང།
བུ་མོ་ལགས་ལ་བཀྲ་ཤིས་བདེ་ལེགས། ད་ལྟ་དགེ་བཤེས་ལགས་བཀའ་གནང་བ་ནང་བཞིན་ཨ་ནི་བོད་ཀྱི་དཔེ་མཛོད་ཁང་ནས་ད་ལོ་གཏོར་བཤལ་གྱི་དེབ་མི་ཉུང་བ་ཞིག་དཔར་སྐྲུན་སྤྲོད་པ་དེ་དེ་རིམ་པས་ཨ་ནི་མང་ཚོགས་ཀྱི་མཁྱེན་རྟོགས་ཀྱི་ཆེད་དུ་དྲ་ལམ་ནས་སྤྱིན་འབུལ་ཞུ་གི་ཡོད་རེད་ད་ལྟ་གཏོར་བཤལ་གྱི་དེར་ང་ཚོ། ང་ཚོའི་སྡེ་ཚན་ནས་བེུད་དཔར་སྐྲུན་བྱས་པའི་དེབ་ལྔ་ཞིག་ནི་དབུ་འབྱེད་ཞོལ་ཡིན། དེབ་ལྔ་དེ་ནས་ད་དེབ་བཞི། ནི་ད་གསར་པ་རང་རེད་དེ་ཡོད་རེད་གསར་རྐྱང་རེད་དེ་ཡོད་རེད། དེབ་གཅིག་ནི་བསྐྱར་སྐྲུན་རེད་དེ་ཡོད་རེད། དང་པོ་དུ་བྱས་ཅིག་བསྐྱར་སྐྲུན་དུ་ཞུས་པ་ཡིན་ན། འདི། གྲོང་དེབ་ཅིག་རེད་དེ་ཡོད་རེད། གྲོང་དེབ་དེ་མིང་ལ། མི་མངོན་པའི་འཆིང་ཐག་བཅད་བྱས། ད་ལྟའི་སྐད་ཡིག་གི་དེབ་ཐེར་ནང་བླུགས་ཡོད་རེད། ད་ང་ཚང་མའི་མཁྱེན་གསལ་རེད། ཨ་ནི་སྐད་ཡིག་འདིའི་ཡ་གྱལ་དང་ཡང་དོན་དག་ལ། སློབ་གྲྭའི་གནས་སྐབས་སུ་སྒྲུང་ཀློག་ཡས་དེ་ཧ་ཅང་གི་གལ་ཆེན་པོ་དང། ལྷག་པར་དུ། ཨ་ནི་སྒྲུང་རིང་པོ་ཀློག་ཐུབ་པ་ཡིན་ན་སྐད་ཡིག་གི་ཆུ་ཚད་ཏན་ཏན། ཨ་ནི་ཞི་དྲག་གི་ཡག་པོ་ཡོང་ཡས་ཀྱི། གོམ་པ་བརྟན་པོ་ཅིག་སྤོས་ཐུབ་ཀྱི་ཡོད་པ་སོང་ཙང་སྒྲུང་དེབ་གང་མང་མང་ཀློག་ཡ་དེ་གལ་ཆེན་པོ་ཡིན་པ་སོང་ཙང་དེ་རིང་ང་ཚོས་མི་མངོན་པའི་ཤིང་རྟ། དཔར་བསྐྲུན་ཞུས་པ་དང་ཆབས་ཅིག་ཨ་ནི། བོད་པའི་སློབ་གྲྭ་དང་མཐོ་རིམ་སློབ་གྲྭ། སོ་སོ་ཚོས་དོ་སྣང་གནང་ཆེད་ཨ་ནི། སྒྲུང་དེབ། སྒྲུང་དོན་རྙིང་པ་ཞིག་སླར་ཡང་པར་སྐྲུན་བྱས་འདུག་ཟེར་རྗེས་ལན་དེ་ཡིན་གཅིག་མིན་གཅིག་གྱོད་པ་ཆེ་རུ་བྱེད་ཤེས་པ་ཡིན། མི་མངོན་པའི་འཆིང་ཐག་རྩོམ་པ་པོ་ལག་པ་དོན་གྲུབ་རེད། བོད་ནས་རེད་དེ་ཡོད་རེད། དེ་ནས་དེབ་གཉིས་པ་འདི་བལ་ཡུལ་གྱི་གནས་བཤད་ངོ་མཚར་གཏམ་གྱི་རོལ་མོ། ད་དེབ་འདི་དབྱིན་ཇི་ནང་ལས་ད་ལྟ་འདུག་ཟེར་རྗེས་བསྐྱུར་ཚར་ཡོད་རེད། ད་ལྟ་གེ་སི་ལགས་ཀྱིས་དབུ་འབྱེད་གནང་བ་དེ་རེད། བོད་ཡུལ་ནང་ལ་འདི་རེད་དེ་ཡོད་རེད། འདིའི་རྩོམ་པ་པོ་ཨ་ནི་གཉའ་ནང་བོར་སད་པ་རིན་ཆེན་སྟག་ལོ་ཁོང་ཡིན་པ་རེད། ད་དེབ་འདི་ཨ་ནི་བལ་ཡུལ་གྱི་གནས་བཤད་བྱས་བསྡད་ཡོད་རེད་བལ་ཡུལ་འདི་ད་ནང་པའི་རྒྱལ་ཁབ། ནང་པའི་རྒྱལ་ཁབ་སོགས་ནང་པའི་ལུང་པ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ད་ལྟ་འདིའི་ནང་ལ་ཡོད་པའི་གནས་བཤད་འདི་ཀོང་རིན་ཆེན་སྟག་ལོ་གི་བྲིས་སྟངས་ལ་བལྟས་པ་ཡིན་ན་སྤྱིར་བཏང་ཨ་ནི་གནས་མཇལ་བསམ་མཇལ་ཟིན་ཐོ་བསྐྱོད་པ་ཙམ་མ་ཡིན་པ། ཨན་ནི་གནས་དེ་གའི་དངོས་སུ་བརྗེས་པ་ལྟ་ཅི་སྨོས། ཨན་དེ་དག་གི་རྣམ་ཐར་ལོ་རྒྱུས། མདོ་དང་བསྟན་བཅོས་ནང་ལ་ཡོད་པ་དེ་གའི་ཁུངས་དྲངས། དེ་ཙམ་དུ་མ་ཟད་ཡུལ་མིང་གི་བཤད་པ་མི་འདྲ་བ་ག་རེ་སྐྱོན་གྱི་ཡོད་དུས་སུ་སྨྲ། ཨན་ནི་ཀོང་ཁོ་རང་གིས་དངོས་སུ་ཉམས་ཞིབ་བྱས་མདོར་ན། ཉམས་ཞིབ་ཀྱི། དེབ་ཅིག་ཆགས་བསྡད་ཡོད་རེད། སྣེ་གཞན་མང་པོ་ཅིས་གནས་ཚུལ་ཁོ་སྒྲུབ་ཙམ་མ་གཏོགས་ཉམས་ཞིབ་འདི་འདྲས་གོ་གལ་ཡོད་མ་རེད་ལ། བསམ་གལ་ཡོད་མ་རེད་ད་རེས་འདི་སྣེ་གཞན་ཡིན་པ་ཙམ་དུ་མ་ཟད་ཉམས་ཞིབ་ཀྱི་དེབ་ཅིག་ཡང་ཆགས་འདུག་ཞུ་ཡ་ཡིན། ལོ་རྒྱུས་རྙིང་ཆེ་བོ་འདི་འདྲ་མང་པོ་འདུག། དཔེར་ན། བྱ་རུང་ཁ་ཤོར་ལ་མཚོན་པ་ཡིན་ན། ཕལ་ཆེར། ང་ཚོ་མང་ཆེ་བ་གིས་ཁ་དྲན་དགོས་སླ་བས་ན་བྱ་རུང་ཁ་ཤོར་དེ་བལ་ཡུལ་ལ་ཡོད་པར་སོང་ཙང། ཨ་ནི། བོད་པ་དང་དེ་ཙམ་གྱི་འབྲེལ་བ་ཡོད་མ་རེད་འདི་འདྲས་དྲན་གྱི་རེད། ན་དངོས་གནས་དྲན་ནས་བལྟས་པའི་སྐབས་སུ། ད་སྔ་མོ་སྔ་མོ་ནས་དེའི་འགན་ནི་འཛིན་སྐྱོང་དང་སྦྱིན་བདག་དང་ལྟ་རྟོག་མང་པོ་ཅིག་བོད་པ་རང་གིས་གནང་བས་ཀྱི་ལོ་རྒྱུས་འདི་འདྲ་གསལ་བོ་ཞིག་རེད་འདུག་དེ་ཡིན་པ་སོང་ཙང་ད་གནས་བཤད་གསར་བོ་ཅིག་ཐོན་འདུག་དོགས། དེབ་གཉིས་པ་དེའི་ཆ། དེབ་གསུམ་པ་དེ་ནི་ནང་པའི་གནས་ཆེན་ཁག་གི་གནས་བཤད་ཟེར་གྱི་འདུག་དེའི་དགེ་བཤེས་བསྟན་འཛིན་ཀླུ་སྒྲུབ་ལགས་ནས་བརྩམས་གནང་བ་རེད་ཁོ་རང་དར་ཅི་ལིང་བོད་པའི་བླ་བྲག་གི་དགེ་རྒན་ཞིག་རེད་བལྟས་ཡོད་རེད་འདི་གཙོ་བོ་རྒྱ་གར་རེད་དང་ནང་བཞིན་བལ་ཡུལ་རེད་འབྲུག་རེད། གནས་ས་ཚང་མ་ལ་ཁོ་རང་དངོས་སུ་ཕེབས་རྗེས་ཨ་ནི་མིག་མཐོང་ལག་ཟིན་བྱུང་བའི་གནས་ཚུལ་ཚང་མ་ལོ་ཞིབ་ཕྲ་ཇི་བྱས་བཀོད་གནང་ཡོད་པ་སོང་ཙང་ཏན་ཏན་ཚང་མ་ལ་ཕན་ཐོག་ཆེན་པོ་ཡོང་གི་རེད་དྲན་གི་འདུག་ང་རང་ཚོ་བོད་པ་ཚང་མ་ལོ་ད་བོད་པ་ཚང་མ་ལོ་ཟེར་ན་འགྲིག་ར་ཨ་ནི་ནང་པ་རེད་བལྟས་ར། བྱས་ཙང་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཚར་བའི་རྗེས་སུ། ཨཱ་ནི་བཅོམ་ལྡན་འདས། ཨཱ་ནི། རྗེས་སུ་འབྲེལ་ཡོད་ཀྱི་ཐབས་ལམ་མང་པོ་ཡོད་པའི་ནང་ནས་གཅིག། ཨཱ་ནི་གནས་ཆེན་ཁག་ལ་ཐུགས་སྲས་བཅས་ཆེད་ཕེབས་བྱས། ཨཱ་ནི་གནས་མཇལ་ཞུས་ཚེ་སངས་རྒྱས་རང་གི་མདུན་དུ་སོང་བ་ནང་བཞིན། ཨཱ་ནི་འདི་གི་འདི་ཧ་ཅང་གི་གལ་ཆེན་པོ་བརྩི་གི་ཡོད་རེད། ཕྱོགས་གཅིག་ནི་གནས་བཤད་རེད་དེ་རེད། ཕྱོགས་གཅིག་ནི་བོད་ཡིག་ཀློག་ཡག་གི་ཡར་རྒྱས་ཆགས་བསྡད་ཀྱི་ཡོད་རེད། འདི་བོད་ཡིག་འདི་ང་ཚོ་གལ་ཆེན་པོ་རེད་ལབ་པའི་སྐབས་སུ། ཨན་འདི་གལ་ཆེན་པོ་ཡིན་པ་ཧ་གོ་ཡ་ལ་ཡན་ཅིན་མིན་ཅིག་སློབ་སྦྱོང་བྱས་ནི་མ་གཏོགས་ཧ་གོ་ཡའི་ཐབས་ཤེས་ཡོད་མ་རུང་བ། སྤྱིར་བཏང་གནས་ཚུལ་ག་རེ་ཡིན་ནས་ཨན་ནི་དེ་ལ་དབྱིངས་ཞུགས་པ་ལ་དེ་གི་ཡོན་ཏན་ཧ་གོ་གི་རེད་ཅེས་ཅེས་གསུང་གི་རེད་དེ་འབའ་ཡི་རེད། ཡིན་ན་ཡང། དངོས་སུ་སློབ་སྦྱོང་མ་བྱས་པའི་སྐབས་སུ་ཕན་ཡོན་གཅིག་པོ་ཤེས་པ་ཡིན་ན་ངེས་པ་རྙེད་ཡ་གལ་ཡོད་མ་རེད་ཡིན་ནའི་སློབ་སྦྱོང་བྱེད་གིན་བྱེད་གིན་ཨན་འདི་ལ་དབྱིངས་ཞུགས་པའི་སྐབས་སུ་གལ་ཆེན་པོ་ཡིན་པ་དེ་རང་བཞིན་གྱི་ཚོར་གི་རེད་བ། དེ་ཡིན་པར་སོང་ཙང། འདི་བོད་ཡུལ་དགའ་བོ་ཞིག་ངས། དེ་ན་གཞི་གྲངས་མང་པོར་བ་བོད་པའི་ནང་ལ། ཨ་ནི་བོད་ཡུལ་སྲོག་རྩ་ཡིན་ཟེར་མཁན་དེ་ཧ་ལམ་ཚང་མ་རེད་དེ་རེད་བ། དེ་ཡིན་པར་སོང་ཙང་འདི་སྐད་དུ་ངེས་པར་དུ་བློ་རོགས་བྱེད་ཞུ་བ་ཡིན། ད་དེ་ནས། དེབ་གཉིས་འདི་ང་ཚོའི་དུས་དེབ་རེད་དེ་ཡོད་རེད། དུས་དེབ་འདི། བོད་ཀྱི་དཔེ་མཛོད་ཁང་གི་དུས་དེབ་རེད་དེ་ཡོད་རེད། བོད་ཡིག་གི་དུས་དེབ། དུས་དེབ་འདིའི་མིང་ལ་གཏམ་ཚོགས་ཟེར་གྱི་ཡོད་རེད་ལྟ་དེ། ངོ་དེབ་ནང་ལ་ཡང་རྩོམ་སྒྲིག་པས་ཀྱི་ཁྱབ་བསྒྲགས་དཔེ་ཡག་པོ་གནང་ཡོད་རེད་ཁྱེད་རང་ཚོ་མང་པོ་ཞིག་གཟིགས་ཚར་བ་རེད། ཡིན་ན་ཡང་དེ་རིང་ཞོར་དུ་ངོ་སྤྲོད་ཞུས་པ་ཡིན་ན། ད་རིང་གི་གཏམ་ཚོགས་འདི། ནི། ལོ་བཞི་བཅུ་ཐམ་པ་དེ་རེད་བསྡད་ཡོད་རེད། ཨང་དང་པོ་དང་ཨང་གཉིས་པ། དེ་བོད་ཆས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་འགོ་འཛུགས་བྱས་པ་རེད་ད། ད་ལྟ་ལོ་བཞི་བཅུ་ཐམ་པ་སྒང་འགྲོ་གི་ཡོད་རེད། ཕལ་ཆེར། ཨ་ནི་དུས་དེབ་ནང་ནས་རྙིང་ཤོས་གྲོ་བོ་ཅི་ཆགས་བསྡད་ཀྱི་ཡོད་རེད། ད་རེས་འདི་ནང་ལས་རྩོམ། ཚང་མ་ལོ་གསར་པ་དང་གཅིག་འགྱུར་མ་རེད་མ་གཏོགས་གཞན་པ་ཚང་མ་ལོ། ཨ་ནི། ད་ལྟ་ཁྱེད་རྣམ་པས་མ་མཇལ་བའི་སྐྱ་མཇལ་རེད་བསྡད་ཡོད་རེད། དེ་ཡིན་པ་སོང་ཙང་བོད་ཡུལ་ལ་དགའ་མོས་རྣམ་པ་ཚོས་ལོངས་སྤྱད་གནང་རོགས་ཅེས་ཞུ་བ་ཡིན། ཨ་མདོ་ཆེ་ན།
ད་ལྟ་རིང་ངག་རྒྱུན་ལུགས་རྒྱུད་དེབ་དབུ་འབྱེད་ཞུ་ཡས་འདི་ལ་འདི་རེ་ཞིག་དེབ་ཕྲེང་བཞི་བཞི་ལྔ། ད་ལྟ་བར་དུ་ཨ་ནེ་དེབ་ཕྲེང་བཞི་བཞི་ལྔ་ལས་ད་ལྟ་འདི་དེབ་ཕྲེང་བཞི་བཞི་ལྔ་དེ་རེ་ཞིག་དེབ་དེ་གི་མཚན་དེ་རྙེད་མཚན་དེ་ཟེར་རོ་ན། དེབ་ཀྱི་མཚན་དེ་ལ་མི་སྣ་མྱོང་ཆེན་ཁག་ཅིག་གི་ཞབས་རྗེས། སྤྱི་བཏང་བྱས་པ་ཡིན་ན་ད་ང་ཚོ། ངས་ད་འདི་འདི་གོ་སྐབས་འདི་བཟུང་བྱས་ཡིན་གར་ཞུ་ཡས་ཡོད་ལས་ན། ད་མི་མང་པོ་ཅིག་གིས་ད་འདི། ངག་རྒྱུན་ལོ་རྒྱུས་ཀྱི་ད་གལ་ཆེ་ཆུང་འདྲ་བོ་ཅིག་ག་ག་ཟེ་ཡིན་མེད་ཅིག། མཁྱེན་འདོད་ཡོད་ད་མཁྱེན་འདོད་ཡོད་རེད་ལབ་གོ་རེད་ད་ག་ལབ་རེད་ང་རང་གིས་ཅིག་ཞུ་འདོད་བྱུང་བྱུང་པོ་དེ་ག་རེད་ཟེར་ན། ད་མི་མང་པོ་ཅིག་ལ་སོ་སོ་སོའི་མི་ཚེ་ནང་ལོགས་ལ་ལོ་རྒྱུས་མང་པོ་ཞུ་ཅིག་བྱུང་གོ་རེད་དམིགས་བསལ་གྱིས་ད་ང་ཚོ་བོད་ནས། ལྔ་བཅུ་ང་དགུའི་གོང་ནས་ཕེབས་ཡོང་ལྟ་ལྔ་བཅུ་ང་དགུ་དང་དེའི་པར་ལ་ཕེབས་ཡོང་ཉེན་དུ་འདུག་ལ། ད་ཅིག་བོད་ཕྱི་ནང་གཉིས་ཀྱི་གནས་སྟངས་མང་པོ་གཅིག་ག་ལ་འོག་ནས་ད་གནས་ཚུལ་ཐབས་སྡུག་པོ་མང་པོ་གཅིག་བྱུང་ཡོད་དུས་ཙམ་པ་མི་ཚེ་གནས་ཚུལ་མང་པོ་གཅིག་ལྷག་བསྡད་ཡོད་དུས་ཙམ་ཕ་ཆུང་སྟེ་ཀུན་འདུས་ཀྱིས་ད་འདི་གཉིས་ལ་བཀའ་ཅི་ཕེབས་བཞག་ལྟ། ཕ་བྱུང་སྟེ་རྒྱལ་མི་གིས་ནི་སོ་སོའི་གི་སྐུ་རང་ཚུགས་བདེན་པོ་མ་ཡིན་པའི་གནས་ཚུལ་མང་པོ་ཅིག་བཤད་ཡོང་དུས་ཀྱི་མ་ང་སོ་སོས་དངོས་སུ་མྱོང་བའི་བོད་པོ་མང་པོ་ཅིག་གིས་སོ་སོའི་ལུགས་རྒྱུད་བཤད་མ་ཐུབ་ཅེས་བཤད་ཡས་ལས་ལས་གདེང་ཚོད་མེད་པ་ཅེས། དེ་འདྲའི་ཆ་དེ་དུས་ཙམ་པར་ཁོང་ཚོ་ལ་ཡང། ཅིག། སོ་སོའི་མི་ཚེའི་ལུགས་རྒྱུད་སྲུང་དགོས་རེད་བསམ་གལ་ཆེན་པོ་གསུངས་དེ་འདྲས་གལ་ཆེན་པོ་ཡིན་པའི་བཀའ་མོལ་བཀའ་སློབ་ཕེབས་རྗེས་ཨན་དེ་ནི་མི་མང་པོ་ཅིག་ལས་ལས་ཁ་ཁ་ཤས་ལ། དངོས་སུ་ད་དུས་སྐུ་མདུན་བྱེས་དཀར་ལྕགས་བདུད་བཙན་པ་ཁྱང་ལུག་རྒྱུད་གྲི་གུར་བདག་དེ་འདྲའི་གསུང་མཆོག་དེ་འདྲའི་མང་པོ་བྱུང་ཞིང་ད་ད་ལྟའི་དེབ་འདི་གྲོགས་པོ་གཅིག་ཡིན་པ་ཡིན་ན། ཚང་མ་མི་ཤི་ཡོད་རེད་མི་ཤི་གི་ལུག་རྒྱུད་ཆུག་གྲི་རེད། ཁོང་ཚོ་ཚང་མ་ལ་ལས་སྐུ་མདུན་གྱི་དངོས་སུ་ད་ཁྱང་མེས་ཚེ་ལུག་རྒྱུད་གྲི་གུར་བདག་དེ་འདྲའི་བཀའ་ཕེབས་རྗེས་ཨན་ཁོང་རང་ཚོས་བྲིས་རྗེས་ཨན་ཡག་སྐུ་སྐྱེ་ཡིག་ཚང་ཕུལ། སྐུ་སྐྱེ་ཡིག་ཚང་ནས་ཨན་མ་འདུག་སེ་ང་ཚོ་ལ་ལྟ། རྒྱུད་ཀྱི་ངག་རྒྱུན་ལས་ཀླད་རྒྱུད་དེ་འདྲའི་བྱེད་འབྲེལ་བཤད། ད་འདི་ནང་ལོགས་ལ་མི། གསུམ་མི་གསུམ་ཟིག་མི་བཞི་སྟེ་གཅིག་དེ་རྩེ་དྲུང་ཐུབ་བསྟན་འགྲོ་དོན་ལ་རེ་བཞག། གཅིག་དེ་ཡན་ནས་ཀ་བཞི་སྨད་དགེ་སློང་བློ་བཟང་བསམ་གཏན་ལ་རེ་བཞག། གཅིག་པར་ཁང་ཨུ་རྒྱན་ལ་རེ་བཞག། གཅིག་ཞལ་ངོ་ད་ང་ཚོ་ག་དག་ཞི་བསིལ་མ་གག་གི་ཞལ་ངོ། ཨུ་རྒྱན་རྡོ་རྗེ་ལ་རེ་བཞག། ཁོང་ཚོ་ཚང་མ་ལ་ལ་ད་འདི་འདྲའི་བཀའ་སློབ་ཕལ་ཆེ་འདི་མཇལ་རྒྱུ་རེ་བཞག། ད་ངས་གཅིག་འདི་ན་ནས་གཅིག་ད་འདུག་གཅིག་ཞུ་བ་ཡིན་ན་འདི་རེ་བཞག།

རྩོམ་པ་པོ་དང་དོ་བདག་དང་འབྲེལ་བ་ཞུས་རྗེས་འདི་སྐད་ཅིག། གནས་ཚུལ་གཙོ་བོ་ང་ཚོ་གཙོ་བོ་དེ་གནས་ཚུལ་མཁོ་སྒྲུབ་ཞུ་ཡས་སོང་དང་དག་ཆ་དང་དོ་ཚུལ་ང་ཚོའི་ངོས་ནས་དག་ཅིག་གང་འདྲ་དྲག་ཅིག་ཞུ་ཐུབ་ཡས་ཀྱི་འབད་བརྩོན་ཞུ་གོ་རེད་བྱས་ཙང་མ་འོངས་པ་ལ་ལུག་རྒྱུད་སྲུང་འདོད་ཡོད་པ་དང། འདི་འདྲ་ཡོད་པ་ཡིན་ན། ཐད་ཀར་ངག་རྒྱུན་སྡེ་ཚན་ལ་འབྲེལ་བ་གནང་རྗེས་འདི་འདྲ་སོ་སོའི་གི་ཡང་ཟིན་བྲིས་རུ་བསྐྱོན་པ་ཡིན་ན་འགྲིག་གོ་རེད་ཡང་ང་བོད་ཡིག་གནས་ཚད་ཡག་པོ་མེད་ངས་དེ་བྲིས་པ་ཡིན་ན་འགྲིག་མ་རེད་ཟེར་ང་ཚོས་ད་འདི་ནས་དག་བཅོས་ཞུ་ཡས་དང་གནས་ཚུལ་ཡག་མཁོ་སྒྲུབ་ཞུ་ཡས་དང་ཚང་མ་ང་ཚོའི་ངོས་ནས་དག

སྟོན་བསྡད་ཀྱི་ཡོད་རེད། དེའི་ནང་ནས་ད་ལྟ་ངག་རྒྱུན་གྱི་སྡེ་ཚན་ནས་གསུང་བ་ནང་བཞིན། བོད་པ་མང་ཆེ་བ་སྔོན་མ་དག་ཡིག་རྡོག་དེ་བྲིས་ཏེ་གོམས་གཤིས་ཤི་དག་མེད་པ་བྱས། ལོ་རྒྱུས་ཚང་མ་ནི་ངག་རྡོག་ནས་སྤུག་ལ་སྒྲུང་བཤད་ཡིན་ན་རེད་དེ་མིན་པའི་ལོ་རྒྱུས་ཡིན་ན་རེད་གཅིག་ནས་གཅིག་ལ་ངག་རྡོག་ནས་བཤད་ནས་དེ་འདྲའི་འགྲོ་བསྡད་ཀྱི་གནས་སྟངས་ཅིག་ཆགས་ཏེ་ཡོད་ཙང། ད་ངག་ཐོག་ནས་ལོ་རྒྱུས་ཆེ་ཆུང་ག་འདྲ་ཅིག་བཤད་ཡོད་ན་དེ་འཛའ་དྲག་གི་ཚུལ་དུ་བཤད་བྱས་ནས་ཉར་མ་ཐུབ་ན་ཨེ་ནི་མི་རབས་རྗེས་མ་ཚུད་མཁན་གང་ཡང་མཐོང་ཐོས་མེད་པ་ཅིག་ཆགས་ཡོད་ད་གསལ་བོ་ཞིབ་ཅིག་ཆགས་བསྡད་དུས་ད་ལྟ་ཁུང་དུ་རོབ་ཞུས་ཚར་བ་ཙམ་རེད་བྱས་ཙང་དེ་རིང་འདི་གོ་སྐབས་ལེན་བྱས་ནས་ད་ཅིག་བཀྲ་ཤིས་ལགས་ཀྱིས་སྔོན་ལ་གསུངས་སོང་རེད་བ་དེ་རིང་གོ་སྐབས་འདི་ལེན་བྱས་ནས་སོ་སོའི་ངག་རྒྱུན་དེ་ཡིན་གཅིག་མིན་གཅིག་དེབ་བྲིས་སྲིད་དུས་གཅིག་ཤུག་ཉིས་བརྒྱ་སུམ་བརྒྱ་ཡོད་མཁན་དེ་འདྲས་ཡིན་གཅིག་མིན་གཅིག་སྒུག་གི་ཡོད་མ་རེད་དཔེར་ན་ད་ལྟ་དེབ་དེའི་ནང་ལ་རྩོམ་པ་པོ་གི་གཞིས་ཀྱི་དུ་བ་དེ་འདྲས་ཀྱི་ད་འགའ་ཤས་ཀྱིས་དཔེ་དེ་ཤུག་གསུམ་ཟེར་བཞི་ཟེར་མ་གཏོགས་མེད་ནས་རེད་བ། ཡིན་གཅིག་མིན་གཅིག་ང་ཚོ་ལ་སྐྱེས་ཤོག་ཟེར་དགོས་མ་རེད་འདི་སོ་སོ་གིས་བྲིས་བྱས་ནས་སོ་སོ་བུ་ཕྲུག་ཚོ་ལ་ངོ་སྤྲོད་བྱས་ནས་བཞག་ཡས་སོ་རེད་བ། འདི་སྲུང་སྐྱོབ་བྱས་ཏེ་དཔེ་མ་ཟེར་གལ་ཆེན་པོ་རེད་བཤད་དཔེར་ན་ང་ཚོ་རང་གི་ཉམས་མྱོང་ཐོག་ལ་བཞག་བ་ཡིན་ན། ཨེ་ནས། གནས་ཚུལ་གཅིག་གི་སྒང་ལ་ད་ལོ་རྒྱུས་ཡག་པོ་བཤད་མཁན་མི་ཞིག་འདུག་ཨ་ཟེར་ད་དེ་ང་ཚོ་མགྱོགས་པོ་དེ་བྱེད་དགོས་ཀྱི་འདུག་ཨ་ཟེར་ལབ་ཁོ་རང་འབྲེལ་བ་བྱས། ཁོ་རང་གིས་དེ་འགྲིག་གི་རེད་ཟེར་ཁས་ལེན་བྱས་ནས། ཨེ་ནས་ང་ཚོ་སྒྲ་འཇུག་མ་བྱས་གོང་ནས་ཁོ་རང་ཤར་བ་དེ་འདྲ་བྱུང། ད་ཕམ་ཁོ་ཞི་བྱེད་རོགས་བ་དུས་ཚོད་རིག་དེ། བྱས་ཙང་དུས་ཚོད་རིག་དེ་ང་ཚོ། སོ་སོའི་ཡི་གེ་ཤིང་གི་སྨན་བཟང་ཡོང་གི་མ་རེད་ཟེར་རོགས་བ་དེ་འདྲ་མ་ཡིན་པ་བྱས་བྱས་ནས། ག་རེ་ཡོད་བ་དེ་བྱས་ད་དེང་སང་མཐུན་རྐྱེན་ག་རེ་ཡོད་ཟེར་ན་ཚང་མ་སྒྲ་འཇུག་བྱས་ཆོག་ཆོག་རོགས་བ་མ་མཐའ་ལ་སྒྲ་འཇུག་བྱས་ཤག་ཤག་ཡིན་ན། རོགས་བ། ཕན་གི་རོགས་བ་འོ་དེ་ཅིག། ཞུ་སྙན་སྤྲོད་སྲོལ་གཉིས་པ་དེ་ད་ལྟ་ཧིན་དིའི་སྐོར་དེ། དེ་ང་ཚོ་ལོ་ཁ་ཤས་ཀྱི་གོང་ནས་ཧིན་དིའི་གི་ལས་གཞི་ཅིག་འདེད་འགོ་བཙུགས་པ་རེད། དུས་དུས་དེ་ལས་གཞི་དེ་འགོ་བཙུགས་དུས་ཨེ་ནི་བཀའ་དྲིན་རྗེས་དྲན་གི་ལས་གཞི་ཟེར་ངས་མིང་བཏགས་པ་རེད། བཀའ་དྲིན་རྗེས་དྲན་གི་ལས་གཞི་ཟེར་ག་རེ་ཟེར་བ་རེད་ཟེར་ན། རྒྱ་གར་དེ་གནའ་སྔ་མོ་ནང་ཆོས་བོད་ལ་ཚུད་ཡོང་ས་གི་ད་ཞི་བ་ཅིག་བཀའ་དྲིན་ཆེན་པོ་རེད་བ། ཆགས་དུ་ཡོད་རེད། ཨེ་ནི་ད་དུས་ཕྱིས་སུ་ང་ཚོ་སྐྱབས་བཅོལ་ཡོང་བའི་སྐབས་ལ། དཔེར་ན་རྒྱ་མི་ལྟ་བུ་ཡིན་ན། ང་ཚོ་ང་རང་སུ་ལུང་པ་ཡོད་རེད་དེ་སོ་སུ་ལུང་པ་ལ་བསྡད་མ་བྱུང་ནི་སྦི་རྒྱ་དང་ནི་པི་ཡུང་འཇོག་ཅིག་རེད། རྒྱ་གར་དེ་ང་ཚོ་ལུང་པ་མ་རེད་དེ་བྱམས་བརྩེ་གི་དང་ཨེ་རེད་ང་ཚོ་ད་ཆོས་ཕྱོགས་ཀྱི་འབྲེལ་པ་ཤུགས་ཆེན་པོ་ཡོད་བ་དེ་འདྲི་ལ་བརྟེན་ནས་ཨེ་ང་ཚོ་སྐྱབས་བཅོལ་དུ་བསྡད་བཅུག་ནས་གོ་སྐབས་མང་པོ་ཅིག་སྤྲད་ཐུབ་ཡིན་དུས་ད་བཀའ་དྲིན་ཆེན་པོ་ཞུ་ཕྱིར་རོ། ཡིན་ན་ད་འདི་བཀའ་དྲིན་རྗེས་དྲན་བྱེད་ཡས་ལ་ང་ཚོ་གཞན་དག་གས་མ་བྱུང་ན་ཡང། སྐྱབས་མགོན་རིན་པོ་ཆེན་གྱི་གསུང་དང་སངས་རྒྱས་ཀྱི་གསུང་ལ་སོགས་པ་སྐྱེས་བུ་དམ་པའི་གསུང་དེ་འདྲའི་མང་པོ་ཅིག། ཁོ་རང་ཚོས་སྔོན་མ་ད་སངས་རྒྱས་བཅོམ་ལྡན་འདས་ངས་ནམ་རྒྱུན་བསྟན་བཤིག་དང་སྦྲགས་ནས་ལབ་བསྡད་ཀྱི་ཡོད་རྒྱ་གར་ཚོ་ལ་ངས་སྐད་ཆ་བཤད་དུས་སངས་རྒྱས་བཅོམ་ལྡན་འདས་ནང་པ་རེད་ན་གར་ཚེ་བོད་པ་རེད་རྒྱ་གར་རེད་ཟེར་ངས་སྐད་ཆ་དྲིས་ཀྱི་ཡོད་རེད་བ། ཨེ་ཁོ་ཚོ་སྒེག་མོ་སྒེག་འདུག་བྱས་ཙང་རྒྱ་གར་རེད་ད་ད་ཁྱེད་རང་ཚོ་བརླག་ས་འདུག་ཨ་བསྐྱར་གསོ་བྱེད་དགོས་རེད་ཟེར་ངས་ལབ་བསྡད་ཀྱི་ཡོད། ད་དེང་སང་དོ་སྣང་ཆེ་རུ་ཞིབ་ཅིག་ཕྱིན་ཡོད་རེད་རྒྱ་གར་ནང་ལོགས་ཡིན་ན་དེ་འདྲ་ཡིན་དུས་ཁོ་ཨེ་ནས། ད་རྒྱ་གར་གྱི་ཧིན་དི་གི་སྐད་ཀྱི་ཐོག་ནས། དཔེར་ན་ད་ལྟ་གཞུང་སོ་རུབ་བྱས་ནས་ཧིན་དི་སྐད་ལ་ཤུགས་ཆེ་པོ་བརྒྱབ་གི་འདུག་བ་ཤེས་ཙང་ཧིན་དི་སྐད་རང་གི་ཐོག་ནས་ང་ཚོ་མི་མང་ཚོ་ལ་དེ་འདྲའི་ཅིག་ད་ལོག་ཡས་བྱུང་བ་ཡིན་ན་ཨ་ནི་བཀའ་དྲིན་རྗེས་དྲིན་ཅིག་བཀའ་དྲིན་གསབ་ཡས་ཀྱི་ཆ་ཤས་ཆུང་ཆུང་ཅིག་འགྲུབ་གི་རེད་བསམ་བྱས་ནས་ཨ་ནི་ལོ་མང་པོ་ཅིག་གོང་ནས་ང་ཚོ་འབད་རྩོལ་བྱས་ནས་ད་འདི་ལྟ་ཐེབས་ཉི་ཤུ་ཡས་མས་ཅིག་དོན་དེ་བ་འདུག་བཟོ་རེད་དེ་ང་སྔོན་མ་ཉམས་མྱོང་ཡོད། རྒྱ་གར་ནང་ལ་དེ་འདྲའི་ལབ་མཁན་བྱུང་རེད་བོད་པ་དེ་ཚོ་རྒྱ་གར་ནང་ལ་ལོ་གཏོབ་ན་དེ་བདེ་རེད་དེ་དེབ་ཚང་མ་ཨིན་ཇིའི་ནང་ལ་མ་གཏོགས་ཧིན་དི་ནང་ལ་གཅིག་ཀ་མི་འདུག་བ་ཟེར་མཁན་དེ་འདྲ་དེ་ང་ཚོ་གཅིག་པོ་གི་སྐྱོན་དུ་མ་རེད་ད་ཕྱོགས་ཚང་མ་ནི་དོ་སྣང་ཡོད་མེད་ད་དེ་འདྲས་གི་སྐྱོན་རེད་དེ་ད་ཡིན་ན་དེ་འདྲས་དེ་ད་གར་ཚུར་ད་དེ་འདྲས་གི་གནད་འགག་ཆེན་ཆུང་གི་ལ་མ་བརྩིས་པ་བྱས་ན་གལ་ཆུང་ཆུང་གི་ལ་ད་ཡོང་དུས་ཡིན་གཅིག་མིན་གཅིག་ཧིན་དི་གང་ལ་སྟོན་དགོས་ཀྱི་ཆགས་དུ་ཡོད་དུས་ཨེ་ནི་དེ་ཡང་ཡང་རྣམ་པ་ཚོས་མཁྱེན་པ་བྱས་བྱས་ནས་ང་ཚོ་རྒྱ་གར་ལུང་པ་བསྡད་ཡོད་དུས་ཨ་ནི་ཁོང་ཚོས་ཀྱིས་ད་སྐད་ཡིག་དང་དུས་ཚོད་ལ་བརྩི་མཐོང་བྱས་ན་དེ་འདྲའི་བརྒྱུད་ནས་ང་ཚོ་གི་ཅིག་ནང་ཆོས་ཀྱི་ཁྱབ་སྤེལ་ཡིན་ན་རེད་ང་རང་ཚོ་གི་ཁྱབ་སྤེལ་ཟེར་ན་ད་ཁོ་རང་ཚོ་ཕན་ཡོན་རང་དོན་དག་རེད་ད་ག་ནང་བཞིན་ང་ཚོ་ཆབ་སྲིད་གནས་སྟངས་ཡིན་ན་རེད་དུས་ཚོད་གང་ལ་གང་ཚོད་པའི་ལུང་པ་སོ་སོ་གི་ས་གནས་སོ་སོ་གི་སྐད་ཐོག་ནས་བཤད་ཐུབ་པ་དེ་འདྲ་བྱུང་བ་ཡིན་ན་ཁོང་ཚོ་དམིགས་བསལ་དགའ་བོ་ཡོང་ཡས་དང་ང་ཚོ་ལ་ཡང་ཅིག་རོགས་པ་བྱས་ག་རེ་ཐོག་ལ་ཡིན་ན་ཡག་ག་ཡོང་གི་རེད་བ་དེ་འདྲ་ཡིན་དུས་དེ་ང་ཚོ